ལ་སོགས་གུས་པ་འཇམ་དབྱངས་བསྟན་འཛིན་ཡིན། ཡང་ནི། སྐད་ཆ་མང་པོ་ཞུ་ཡ་མེད། མདོ་དོན་སྙིང་པོ་ཁ་ཤས་ཅིག་གི་ཐོག་སུ་ནས་མ་ཞུ་ཐབས་མེད་ཀྱི་རེད། དེ་ཡང། བོད་མི་ཕྱི་ནང་གཉིས་ཀྱི། ངོ་སོ། བོད་བར་གྱི་གནས་ཚུལ་དེ་ཕྱི་གསལ་ནང་གསལ། སྤྱང་གྱོན་དོན་གྱི་བདག་པོ་གི་སྣང་ཞེན་མོ་དེས་ཁ་གསལ་གདེང་གསལ། དྲང་མཐོང་དངོས་དོན་གྱི་ཐོག་སུ་ནས་ཞུ་དགོས་ཡ་དེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་ཙང་དེའི་ཐོག་སུ་ནས་ཐེར་འབུད་ཅིག་ཞུ་དགོས་ཡ་ཡིན། ད་དེ་རིང་ངའི་རྡོ་རྡོག་གཉན་པོ་ད་དུང་ཚེ་བརྟན་ཕུན་ཚོགས་ཀྱིས་འཇམ་དབྱངས་བསྟན་འཛིན་གྱི་རྫུན་བཤད་ཤག་རེད། དྲང་བདེན་མ་རེད། ཨ་ནི་ངའི་སྲིད་སྤྱི་གཉན་གྱི་ཐོག་ལ། དེ་དཔའ་མཆོག་དེས། མ་འོངས་པ་ཨ་ནི་འགྲོ་སོང་གཏོང་ཡ་བསྡད་ཡོད་རེད་ཟེར་ཤེས་མེད་བསྲེགས་ཏེ་འཇའ་ཡང་བསྟན་འཛིན་གྱིས་བཤད་བཞག་དེ་ཁུངས་ལུང་སྒྲུང་གི་ཡོད་ཟེར་དུ་ཨ་ནི་ཁུངས་ལུང་སྒྲུང་ཆོག་གི་རེད་ཚེ་རིང་གིས་བཤད་བཤད་མ་དེ། ཤེས་རིག་མི་མང། ཚོགས་མང་ནང་ལ་སོང་བཤད་མ་དེ། མི་མང་པོ་ཚང་མ་ཨ་མཆོག་ནང་འདམ་པར་འཛག་བསྡད་ཡོད་རྒྱུ་མ་རེད་ཉོན་ཡོད་རྒྱུ་རེད། དེ་དངོས་དོན་ཡིན་མིན་དེ་ཞུ་ལ་ངོ་གཉིས། སྐད་ཆ་ཤོད་ཆོག་གི་རེད་དེ་མི་མང་ནང་ཁུལ་གྱི་དགའ་བ་གཅིག་རེད་མི་དགྲ་རང་ཕྱོགས་བར་གྱི་དགའ་བ་མིན་འདི། ད་ཚེ་བརྟན་ཕོ་ཚོགས་ཀྱི་སྐྱོན་འདོན་བྱེད་ཡ་དེ་དེ། ད་རེ་འདི་མ་བསྡད་པ་དེ་ཞེ་ཆགས་ལ། དེ་ནི་གར་ས། ཞེ་ཆགས་ཀྱི་འགོ་ཁྲིད་སོང་ལ། ཨ་ནི་དགྲ་རྐང་མཐིལ་ཐོག་ཟིན་ནས་ཨ་ནི་འཇའ་ཡོན་བསྟན་འཛིན་གྱི། དུས་བབ་ལ་དུས་བབ་ཚད་ཤིང་དུ་སྟོན་ངོ་སོ། བང་ཆེན་ལ་ལན་བརྒྱ་མ་ཐོབ་པ་དང་ལན་བཅོ་བཅུ་བརྒྱབ་པ་ལས་སླ་པོ་ཡིན་པ་དང། ཨ་ནི་རྗེ་ཆོས་སྐུ་མཆོག་གིས་མི་རང་འགྲོ་སོང་གཏོང་ཡིན་ཟེར། ལད་ཟློ་བ། དེ་འགྲོ་སོང་གཏོང་ཆོག་ནི་མི་རང་བཤད་ཆོག་གི་རེད་ཟེར་དུས་སོ། སྐད་ཆ་རྣམ་གཡེང། བསམ་སྣང་ཡེ་ལ་མེད་པ་དེས་ས་བཀྲ་ཞེས་ཡ་དེ་དེ་ནང་ཁྲོལ་ཡིན་པ་དེ་ཁོ་རང་ཡོ་སྲང་བྱེད་དགོས་རེད་ཞུ་ཡ་ཡིན། དེ་མིན་ཁ་བདེ་བོ་རྐྱང་རྐྱང་བཤད་ནས། ངོ་སོ་ད་ལྟ་ཤེས་རིག་མི་མང་དེ་ཚགས་ཚུད་པོ་ཅིག་འགྲོ་འདུག་གོང་ལ། མི་མང་ཁ་ཤས་སུ་མགོ་སྐོར་བཏང་ནས། དེ་འཐུས་ཤོར་བྱས་ཟེར་ན་བོད་སྤྱི་པ་ལ་གནོད་དགོས་རེད། དེ་རེ་གཉིས་ངོ་གཉིས་གན་ལ་གནོད་ཡ་ཡོད་མ་རེད་ད། བོད་སྤྱི་པ་ལ་གནོད་དགོས་རེད། དེ་བྱས་དུས་སྤྱི་པ་ལ་བསམ་བློ་གཏོང་གི་ཡོད་པའི་མི་ཞིག་ཡིན་ན། ད་སྐད་ཆ་ཐུགས་སུ་བཤད་དགོས་ཡ་ཡོད་མ་རེད། ངས་ཁ་སེང་ཤོད་ཐུབ་ཉིན། ངོ་རོ་སོང་གི་གནད་དོན་དེ་དྲང་པོ་བྱས་མེད་ན་བར་མ་ཞུས་པར་སྙོམས་པ་རྒྱུན་ཆད་གི་མ་རེད་དང་ཟེར་འོ་དེ་རེད། དེ་ཉིན་དུས་ཁྱོད་རང་གིས་ངའི་རྫུན་བཤད་པ་གི་སྤུ་རུ་སྲ་བརྟན་བྱས་ཁྱེར་ན་འགྲིག་གི་རེད། ངས་ཁྱེད་རང་ལ་སྤུ་རུ་བཏོན་དགོས་ཨེ་ངོ་གཉིས་ཁ་པར་བརྒྱུད་ལ་བྱས་གི་མ་རེད་ཁྱོད་ཀ་ལི་ཕོ་ནི་ཡ་ལ་བསྡད་ཡོད་རེད་ང་སྦོ་སི་ཏོན་བསྡད་ཡོད་རེད་ངོ་གཉིས་དུས་མཚུངས་སྒོ་ནས་སྐད་ཆ་བཤད་ཆོག་གི་དོན་ས་མི་མང་ནང་ཁུལ་གྱི་འགལ་བ་ཆེ་ནས་དག་སེལ་གཏོང་ནས་མི་མང་ལ་ཕྱི་གསལ་ནང་གསལ་དགོས་དགོས་བ་རེད་ད། འོ་དེ་གཅིག་རེད། གཉིས་པ་དེ་ཁོ་རང་མིན་ན། མོ་དེ་པ་དེ་ཞེ་ཆགས་གི་དགྲ་དགའ་ནང་ལ་རིང་ཐག་གཅོད་བྱས་ནས་འཇའ་ཡང་བསྟན་འཛིན་གྱི་ད། སྐད་ཆ་ལས་སླ་བོ་ཅིག་ལ་ལན་རྒྱག་ཡ་དེ་རྒྱབ་མ་ཐོག་ཟེར་ཡོད་བདེན་པ་རེད་དངོས་ཡོད་རེད་ཟེར་ནས་ངས་ཞུས་བཞག་ཡོད། ཚིག་སྐད་ཆ་ཀྱོག་ཀྱོག་འཕྲོ་དགོས་བ་རེད་ངས་ཕར་ལན་ཀྱོག་ཀྱོག་རྒྱབ་པ་རེད་ཁྱོད་རང་བདེན་པ་རེད། ཡིན་ན་ཡང། གཞིས་ཆགས་ལ་སྲུང་དགོས་ཡ་ཡོད་མ་རེད། ཆུ་སྒྲོན་གྱི་ཟས་སུ་བ། འཇའ་ཡོན་བསྟན་འཛིན་དྲ་ཐོག་ལ་བཤད་དགོས་འདུག་གང་ཡང་ཕན་གྱི་མ་རེད། གནོད་པ་མ་གཏོགས་བོད་སྤྱི་བ་ལ་ཕན་གྱི་མ་རེད། འདི་བོད་སྤྱི་བ་ལ་ཕན་པ་གི་ལོ་རྒྱུས་ངས་བཤད་གི་ཡོད་མ་ཁྱེད་རང་རང་གི་རྫུན་བཤད་གི་འདུག། རྫུན་བཤད་གི་འདུག་ཁྱེད་རང་མ་འོངས་པ་ལ། སྐྱུ་ཐིག་ལོང་འདོད་ཡོད་ཟེར་ན་ལོང་ཡག་གི་གཅིག་རེད་མི་འདུག་གར་ཟེར་ན་ང་ཁྱོད་རང་རྒྱུས་ཡོད་རེད་བ། རྒྱུ་ཡོད་ནི་ཁྱེད་རང་གི་རྫུན་བཤད་ན་ང་རྫུན་བཤད་མཁན་ལ་དགའ་གི་མེད། དགྲ་ཡིན་ན་རེད་གཉེན་ཡིན་ན་རེད་ད་ལྟ་བར་དུ། བླ་མ་དཀོན་མཆོག་ཞེས་ནས། དྲང་པོ་ལ་རྒྱབ་སྐྱོར་བྱེད་གི་ཡོད་མི་སྲིད་རྫུན་ལ་ང་རྒྱབ་སྐྱོར་བྱེད་མཁན་མ་ཡིན། དེ་འདྲ་ཡིན་ཚ་སྟེ། ཁྱེད་རང་བདག་རང་ས་ལ་རྒྱག་རང་ཁུལ་ཁྱེད་ནི་ཕ་ཡིན་ཟེར་གི་རེད་ཕ་ཡོད་རྒྱུ་རེད། དེ་ཚོ་ངས་ཁྱོད་བཏང་ཡོད་བཏང་མེད་ཟེར་གི་འདུག་བཏང་མེད་བ་ན་ཡག་ཤོས་རེད། ཡིན་ན་ངའི་ཕ་རུག་ཚུར་རུག་ཟེར་ནས་སྨྱུག་ག་བ་བཞག་ཡོད་རེད། བཞག་ས་སུ་ལས་བཞག་ཡོད་རེད། འབེན་ལ་བསྐྱོད་ཡོད་རེད་བ་ཕར་རུག་ཚུར་རུག་བྱས་ཏེ་ཡང་ན་འབེན་ལ་བསྐྱོད་ཡོད་རེད་འབེན་ག་བ་བསྐྱོད་ཡོད་རེད། གསལ་བཤད་གཙང་མེད་པའི་མི་མང་ལ་མགོ་སྐོར་བཏང་ཤ་མ་དུད་འགྲིག་གི་ཡོད་མ་རེད་ཞུ་ཡག་དེ། དོན་ཚན་གཉིས་པ་འདྲ་བོ་དེ་འགྲིག་གི་ཡིན། གསུམ་པ་འདྲ་བོ་དེ། ཁྱེད་རང་ལ་ངས་དགོངས་བསྐུལ་མ་བྱས་པར་ཁྱེད་རང་གཞི་རིམ་མི་མང་གི་ཚོགས་གཙོ་ཅིག་ཡིན་པའི་ངོས་ནས་ངས་ཁྱེད་རང་ལ་གུས་ཞབས་དང་ལྡན་པ་བྱེད་ཀྱི་ངོ་སོགས་རྒྱལ་མགོ་ཚོགས་ཀྱི་ལས་འགུལ་དེ་སྤ་གོག་འདུག་ངོ་སོགས་དྭང་བླངས་མི་དམངས་ལས་འགུལ་ཚོགས་པ་ཡིས་ཐོག་ཟིན་ནས་ལས་འགུལ་སྤ་གོག་གི་ཡོད་རེད། གཞི་རིམ་མི་དམངས་རེ་འབོད་ཚོགས་པ་ཟེར་དེ་རེ་འབོད་བཏོན་སྐོར་དོན་དག་གཅིག་པ་རེད་ངོ་སོགས་ལས་འགུལ་སྤང་མཁན་གྱི་ཚོགས་པ་རེད་མི་སྲིད་ངོ་སོགས་སྲིད་སྤྱི་གཉེན་དང་མ་འོངས་པ་གི་དཔལ་འབྱོར་བྱེད་ཡ་མ་རེད་ད་ལྟ་བོད་གཞུང་ལ་དཀའ་ངལ་ག་རེ་འཕྲད་ཀྱི་འདུག་ད་ལྟ་བོད་གཞུང་གཙང་འཛུགས་དེ་ག་འདྲའི་རུལ་སུངས་ཅན་ལ་ཆགས་འདུག་དེ་སློང་ཡག་གི་ཆེད་དུ་ངོ་སོ་ཚང་མ་མ་བསྡུས་བསམ་པ་གཅིག་ཏུ་ཐོན་ལས་བྱེད་དགོས། ཚོགས་པ་ཞེ་རིགས་མི་མང་རིན་པོ་ཚོགས་པ་བཙུགས་ཡག་དེ་རེད་ཚོགས་པ་དང་པོ་བཙུགས་ནི་རེད་གཉིས་པ་བཙུགས་ནི་ད་གསུམ་པ་ཁ་གླ་དགོས་བ་རེད། དེ་འདྲ་ཡིན་ཚ་དེ་ད་ཁྱེད་རང་གི་ཁ་བདེ་པོ་གཅིག་གི་ཐོག་ཟེར་ནས་མི་མང་དམངས་སུ་བཅུག་ཡག་དེ་བཅུག་ཐོག་གི་མ་རེད་ཟེར་ཡིན། དེ་མི་མང་སོགས་རྣ་བ་བསུས་པའི་མཛའ་གཅུགས་ཤེས་ཟིན་ན་ངོ་སོ་ཐག་ཐག་པ་དང་རྨོངས་མཐོང་གོན་ནས། བུད་མེད་ཕྱི་ནང་སྙན་སྐུམ་ལ། སྔ་མི་བདེ་སྐྱོ་མི་བདེ་ཟོ་ཞེས་བསྡུ་བ། འོས་བསྡུའི་ཟོང་མཁན་དེ་ཚོ་ལ་རྒྱབ་སྐྱོར་བྱས་ནས་ངོ་སོ་སྐྱོ་ཚོགས་ནང་ལ། བརྟན་བརླིང་མེད་པ་བྱས་ཟིན་ན་ཡོང་གི་འོ་མ་རེད་ཟེར། གཞི་རིམ་མི་མང་ཧྲུལ་ཏག་ཏག་བསྡད་ཡོད། ཚོགས་མི་སུམ་བརྒྱ་ཡོད་པ་དེ་ངས་ཧ་གོ་གི་ཡོད་དོན་དུ་ང་བཤད་ཆོག་གི་ཧ་གོ་གི་ཡོད་དོན་དུ་བཤད་ཀྱི་མེད་མེད་པ་རྒྱུ་མཚན་ག་རེ་ཟེར་ན། ཁྱོད་ཀྱི། ས་གནས་ཀྱི། དུས་བདེ་གཤེགས་ས། དབུས་དང་ས་གནས་ཀྱི། དེ་ནོ། མི་ཟད་ཀྱི་ང་སྤི་དགོས་ཡ་རྒྱུ་མཚན་ག་རེ་ཆགས་རེད། ངས་ཁྱེད་རང་ལ་དགོངས་བསྐོ་ཞུས་ནས་དེ་ཁྱེད་རང་ང་སྤི་བོ་རེད་མི། ང་འདི་བོད་སི་སྟོན་ལ་མི་མང་གི་ཞེ་རོགས་ཤིག་ཟེར་ནས་ཞེ་རྒྱུ་ཡིན་ད། ང་སྤུན་ནམ་མི་གཅིག་གང་ཡང་ཡོད་མ་རེད་དེ་ད་ལྟ་ཤེས་རིག་མི་མང་ཨ་མ་གི་ཧ་གོ་གི་དགོས་ཡོད་ཚེ་རིས་དེ་དག་གི་ག་རེ་ལས་འདུག་ཟེར་ན་ད་ཚོ་ཚོ་ཚེ་བརྟན་ཕོ་ཚོ་གི་འཇའ་ཡོན་བསྟན་འཛིན་དེ་གཡུལ་ས་གཉིས་ནས་སྤུད་པ་དེ་ཡག་པོ་བྱུང་ཆེ་མ་ཟེར་ང་ཁོ་ལ་དྲི་བ་མང་པོ་བཏང་ཡང་ཡོད་ཟེར་ད་དྲི་བ་ག་རེ་བཏང་ཡང་ཡོད་ཚེ་རིས་དེ་ད་རེས་འདི་རྡ་ས་ལ་དབེན་མེད་ལང་གི་ཚོགས་འདུའི་ཚོགས་སྡེ། སྡོམ་པ་དམར་རྗེན་དུ་བཏོན་ཡོད་རེད་ད་རྣམ་པ་ཚོ། དེ་གཉིས་བོད་མི་ཞེ་ཆེན་གཉེན་དུ་ཚད་དགོས། ག་རེ་ཟེར་ན་ཚེ་རིང་སྲས་ཐག་གིས་ག་རེ་གསུངས་ཡོད་རེད་ཟེར་ན། ཟླ་བ་ཁ་ཤས་སུ་ནང་ལ། དབེན་མེད་ལང་གི་སྲིད་ཇུས་དེ། གཞི་གཏན་ལ་ཕབ་པའི་གི། བཅའ་ཁྲིམས་ནང་ལ་ཡོད་མ་རེད་གསུངས།

དབུ་མའི་ལམ་གྱིས་ད་ལྟ་མགྲིན་པའི་ཞལ་ནས་དེ་གི་ཐོག་ལ་ཁྱབ་བསྒྲགས་ཁྱབ་པར་བྱེད་དུ་དགོས། ད་ཁོ་སོག་ཁྲིམས་གཏུགས་མ་དགོས་པ་གཏུགས་ད་ལྟ་གཏུགས་ཡག་གི་དུས་ཚོད་མེད་པར་གཏུགས་པ་རེད་ཟེར་ན་ངོ་སོ་ཁྲིམས་གཏུགས་པ་དེ་འགྲིག་དུ་ཡོད་རེད། སྲིད་སྤྱི་གཉན་གི་ཧ་གོ་གི་ཡོད། དགའ་ལྡན་ཕོ་བྲང་གི་ཧ་གོ་གི་ཡོད་ངོ་སོ། ཁྲིམས་ཆད་ཁང་ལ་ཡི་གེ་རེ་རེ་སྤྲད་པ་བཞིན་དུ། ཚང་མ་སྲིད་སྤྱི་གཉན་དང་དགའ་ལྡན་ཕོ་བྲང་ལ་ཕུལ་ཤར་ཡིན། ཐེངས་བདུན་ཐང་པ་ཕུལ་ཡིན་ཐེངས་བདུན་མཐུན་དཔག་གི་ཐོག་ལ་ངོ་སོ་ཐང་འཇོག་བྱས་ཡིན། དེ་ཡང། མི་མང་གཏུགས་ཤར་གྱི། གཏུགས་ཤར་གྱི་ཁྲིམས་ལུགས་ཀྱི་འགྲོ་ལྡོག་གི་ནི་བསྐྱར་ཁྲིམས་དོན་ཚན་ཉེར་བཞི་རྩ་ཤེར་དང་བཅུ་གསུམ་ལ་འགའ་བཞག་ཟེར་ཏེ། དེ་དངོས་གནས་བཤད་ན་འགའ་ཡོད་པ་རེད། འགའ་ཡོད་པ་གི་ཕྱག་བཞེས་བྱ་ན་འགྲིག་གི་རེད། ཡིན་ནའང་ངོ་སོ་བོད་མིའི་ནང་ཁུལ་ནང་ལ་ཟླ་བ་བརྒྱད་ཕྱིན་བཞག་ཟེར་ཡ་དེ

ངན་པ་བླ་སྲོག་གིས་ཚོང་ཁང་སྒོ་ལ་ཡི་གེ་བཞག་ནས། ངོ་རྒོལ་རྒྱག་སྲོལ་ངོ་སྲོག་གང་ཡང་བཤད་ཡོད་མ་རེད། བོད་མིའི་སྤྱི་སྲོང། ཡ་རེད་སྤྱོད་བཟང། ལུགས་དང་མཐུན་པ་གི་མཐུན་སྤྱོད་ཁང་ལ་བྱ་བཞག་ཞུ་རྒྱུ། ཀ་ཀ་ཀོང་ཀོང་བྱས་ནས་མཐུན་སྤྱོད་བར་གྱི་ལས་གནས་ཆ་ཕྲ་སྐྱོང་སྲོལ་ལ་གུས་ཞབས་དང་ལྡན་པ་བྱས་ཡོད། དེ་ཚེ་ཐེ་བུ་ཚོ་ཁྱེད་རང་གསུང་མ་དགོས་པ་ཅི་རེད། ད་མ་བསྡད་པ་དེ་ཞེ་ཆགས་ལ། ཁྱེད་རང་གསུང་དགོས་ཡ་རྒྱུ་མཚན་དེ།

ད་བར་ལངས་ཀྱིས་ལ་ཚོགས་པ་ཚ་ཚོད་མ་ཡོང་པར་ཁྱེད་རང་རྣམ་པ་ཚོ་གི་བཟོ་རྒྱུ་རེད་མ་ཚོགས་པ་ད་ལྟ་བསྡད་ཡོད་རེད་ད་ཚ་ཚོད་འགྲོ་བཞིན་པ་རེད། རེ་ཟུང་ཅིག་གིས་ད་སྐད་ཆ་འདྲ་མིན་སྣ་ཚོགས་བཤད་གི་ཡོད་རེད་མ་གཏོགས་མང་ཆེ་ཞིག་བསམ་པ་གཅིག་ཏུ་མཐུན་ལེན་ཅིག་གིས་ད་ལྟ་གཞི་རིམ་མི་མང་བསྡད་ཡོད་རེད་གཞི་རིམ་མི་མང་རེ་འབོད་ཚོགས་པ་དེ་རེ་འབོད་དེ་བྱེད་ཡག་གི་ལས་འགུལ་སྤར་ཡག་གི་ཚོགས་པ་བསྡད་ཡོད་རེད། ངོ་སོ་དབུས་ས་གཉིས་ཀྱི་གཙོ་འཛིན་དང་མ་འོངས་པ་གི། ཁྱེད་རང་ད་མ་འོངས་པ་བཤད་གི་འདུག་བ། མ་འོངས་པར་ཉེན་རྟོག་ཉག་གཅིག་རྩ་དྲུག་ལ་ཨ་ནེ་སྐྱོད་ཐིག་སོགས་བསླབས་སོང་ན་དེ་ནི་ངོ་སོས་དུག་སོགས་ཚང་མ་འགོ་དགོས་རེད། ངོ་སོ་སྐྱོན་ཟླ་དགོས་པ་ནང་ལ་ལན་གྱི་དཔའ་རྒོད་ཡིན་ཟེར་ནས་ཐེ་རི་སི་ཐག་གི་ཡིག་ངག་སྙིང་ཐོག་ནས་སྤྲད་ཡོད། གལ་སྲིད་ཁོ་ཚོ་དེ་གི་མ་ཉོས་པ་ཡིན་ན་ངོ་སོ་ཁྲུམ་ཐུག་ལ་འགྲོ་གི་ཡིན་ཟེར་ནས་སྐད་ཤ་བཤད་ས་ད་ལྟ་དེ་དྲ་རྒྱ་ནང་ཡོད་རེད་བ་ད་དུས་ཚོད་ག་བ་ཆགས་པ་རེད། འོ་ད་དེའི་གནད་དོན་དེ་དག་ལ་རྐྱེན་ཚ་དེ་ཚེ་རིང་སྲིད་ཐག་ཆད། དབུ་མའི་ནང་དེ་སྲིད་ཅིག་ནས་ལ་མེད་པ་དེ་ད་རེས་ཡོད་པ་དེ་གསལ་པོ། གཞི་རིམ་མི་མང་དེ་ཚོ་དེ་དབུ་མའི་ནང་གི་ཚོགས་འདུ་སྐབས་སུ་ལ་བཀྲ་ཤིས་དབང་འདུས་ལགས་ཀྱི་དེབ་དེ་གསལ་བསྒྲགས་བྱས་ཚར་ཏེ་ཚེ་རིང་སྲིད་ཐག་བསྡད་མ་ཐག་ནས་ཡར་ལངས་ནས་ང་སྟངས་འཛིན་པ་ཡིན་ཟེར། རྣམ་པ་ཚང་བྱོས་དང་མི་འགོ། ས་གནས་ཁག་ཉེར་བཞི་རྩ་དྲུག་ནང་ནས་ཉེར་བཅོ་ལྔ་བསླེབས་ཡོད་ཚང་མ་གིས་གཟིགས་ཡག་ཡོད་རེད་ངས་རྫུན་བཤད་མེད་ད། ཚང་མ་གི་ཕར་ལྟ་ཚུར་ལྟ་བྱས་སོང། ལོ་རྒན་འགོ་གཅིག་དེ་འདྲས་བྱས་ནས་ང་རྟ་འཛིན་པ་ཡིན་ཟེར་རྟ་འཛིན་པ་ཁོང་མ་རེད། ཞེ་ལོང་ལགས་དང་ད་ལྟ་དེ། ལྷ་རྩེ་ཟླ་བ་ཚེ་རིང་དང་ཡང་བྱ། ངོ་སོ་དེ། ནིའུ་ཡོག་ནས། གཞི་རིམ་མི་མང་གི་འགོ་ཁྲིད། ལོ་ཆུང་ཆུང་བུ་མོ་གཅིག་ཡོད་རེད། མི་རང། རྟ་འཛིན་བྱེད་མཁན་རེད། ཁོ་ཚོ་རྟ་འཛིན་བྱེད་གི་རེད་མ་ཟེར། ཚེ་རིང་སི་ཐ་ཁོ་ན།

བོད་མི་སྟོང་ཕོད་ཅིག་མང་པོ་ཅིག་གི་ངོ་སོ་ལ་རྒྱབ་སྐྱོར་བྱེད་དུ་གོ། གསེར་ས་འོག་ལ་འོད་ན་འོད་ནམ་མཁའ་ལ་འཁྱིལ་བ་ཅིག་ཆགས་དུ་ཡོད་མ་སྲིད་དོ་ངོ་སོ་རྫིག་མགོ་གོང་མགོ་ག་ཡ་ཤོས་མེད་ད་ལྟ་དེ་ངོ་སོ་དོན་དག་འགྲོ་ན་རེད་མ་འགྲོ་ན་རེད་བོད་མི་སྐྱོ་སོགས་རྣམས་ལ་ཟིངས་སུ་ཐོན་དུ་ཡོད་ཞུ་ཡ་ཡིན་དེ་ཚེ་བརྟན་ཕོ་ཚོགས་དང་ཚེ་རིང་སྲིད་ཐང་གཉན་གྱི་ཨ་འབྱོང་རྣམས་ལ་བརྟན་པོ་བྱ་རོགས་ཞེས་འོ་དེ་གཅིག་ཡིན་དེ་ནས་ད་གཞིས་ཆགས་ལ་གསུང་དགོས་ཡ་མི་འདུག་བ། ཚེ་དབང་རྡོ་རྗེ་ཡག་བསྐུལ་བྱས་ཡོད། ཟེར་ནས་ཚེ་བརྟན་ཕུན་ཚོགས་ཀྱི་སྦྱོང་བྱེད་ཅིག་བྱེད་དུ་དགོས་འདུག་བ། འོ་དེ་དངོས་ནས་གསུང་དགོས་ཡ་ཡོད་མ་རེད། གཞིས་ཆགས་མེད་པ་དེ་གཞིས་ཆགས་ཡག་ཐག་ཆོད་ཡོད་རེད། བཀྲ་ཤིས་དབོན་སྡེ་ལ་དམའ་འབེབས་གཏོང་དགོས་ཡ་གང་ཡང་ཡོད་མ་རེད། བཀྲ་ཤིས་དབོན་སྡེ་གི་མགོ་ལུས་བག་སོང་ཁོ་རུ་དཔྱད་ཞིབ་ཅིག་བྱས་པ་ཡིན་ན། བལྟ་དཔྱད་ཅིག་གཏོང་པ་ཡིན་ན་མི་ལྷག་བསམ་ཅན་རེད་ད། ཁོ་རང་གཞོན་ནུ་ཡིན་ན་ཡང་དབུ་མའི་ལམ་གྱི་ཐོག་སུ་ལ་རྒྱ་རིན་པོ་ཆེ་གི་བཀའ་ལ་བརྩི་སྲུང་བྱེད་མཁན་མི་རྒན་རྒོན་དེ་ད་ཆ་པུའུ་ཅན་སོན་ཁྱོད་ཚོ་ཞལ་གྱིས་དེ་ཞལ་གྱིས་རེད་པས་དེ་གཞི་རིམ་མི་མང་སྤྱི་གཉེར་གྱི་རྟགས་མི་དགོས་འདུག་འཛམ་བུ་གླིང་གི་གཞི་རིམ་མི་མང་གི་རྟགས་དེ་བར་རྒན་རྒོན་དེ་གིས་ག་རེ་བྱས་ཡོད་མེད་དེ་ལོ་རྒྱུས་ལ་བལྟ་དགོས་བ། ངོ་སོ་དག་རྒྱ་བོད་པ་སྤྱོད་ཚོགས་ནང་ལ་དོག་རྒྱ་ཚོགས་པ་བཙུའུ་ཞེས་པས་ངན་པ་བླ་སྲོག་བཙུའུ་ཞེས་པས་སྤྱོད་ཚོགས་དཀྲུགས་ཤིང་གཏོང་ཅན་གྱི་བྱེད་གཏེ་འགའ་ཤས་སུ་བྱས་པ། རྒྱ་མི་གུང་ཁྲན་གྱི་པད་ཤག་བཏང་ནས་ས་སྨྱུག་པ་ཞིག་གིས་ངོ་སོ་ནང་ལ་ཉྭ་བུའི་ཅོང་སུ་འཛོགས་ནས་ད་ལྟ་སྤྱོད་ཚོགས་དེ་ཟང་ཟིང་ལ་གནས་འདུག་འདུག། ཡང་སྒོས་ལྷག་པ་ཅན་སྐྱབས་མགོན་རིན་པོ་ཆེ་ལ་རྟ་ཚད་མའི་ཞིང་ཁའི་སེ་ར་ནས་སྐུ་ཞོག་ཅིག་གིས་ཁ་བདེ་བོ་ཅིག་བྱས་ནས་སྐུ་མདུན་བསྐོར་བ་བཏོན་ནས་ཡོང་འདུག་དུས་ཚོད་ལ་ཤེས་རིག་མི་མང་གིས་ད་ག་རེ་བཤད་ཡོད་པ། ལས་འགུལ་ག་རེ་སྤར་ཡོད་པ། འོ་དུ་ཚོགས་ངས་དྲ་འབུ་ཞོས་ཏེ་ང་ཤེས་རིག་མི་མང་གི་ཚོགས་མང་ནང་ལ་ང་སྤུད་དགོས་ཡག་བྱས་ཡོད་མ་རེད་ངས་མི་མང་ལ་བདག་སྲིད་སྤྲད་གི་མ་རེད་ངས་ད་ལྟ་ཁྱོད་ལ་བྱས་ཏེ་ཁྱེད་རང་བྱས་ཨ་ནི་དྲང་སྲོང་དྲང་དེ་ཚེ་རིག་སྲིད་ཐ་ཁྱེད་རང་གཉིས་ཀྱིས་ཨ་ནི་རྩོད་པའི་དྲང་སྲོང་ཚེ་བརྟན་ཕུན་ཚོགས་ཀྱི་བཤད་པ་དུ་ཚོགས་ཚང་མ།

ང་རང་ལ་སོང་ན་ཡག་པོ་འདུག། དེ་ནས་བསྟན་ཡོན་ལགས་ཀྱིས་བརྩི་བཞག་གསལ་པོ་ཉར་དུས་ཡོད། ངོ་སོ་ཚོགས་མི་མི་མགོ་བརྒྱད་ཀྱི་སུ་གང་གི་ལག་པ་ནང་ཡོད་མ་རེད། དེ་ཚང་མ་བརྩི་བཞག་བྱས་ནས་དཔེ་ཤག་དེ་ཏག་ཏག་ཉར་དུས་ཡོད། ད་དཔེ་ཤག་དེ་ག་པར་ཉར་ཡོད། ག་པར་བཞག་ཡོད། དེས་བསྟན་ཡོན་ལགས་ཀྱིས་ཡག་པོ་ཅིག་ད་ལྟ་ཁ་ནང་ཤེས་པ་ནང་བཞིན་གཞུང་མང་ལང་ལེན་མ་བཏང་ན། ཨ་ནི་ངོ་ཚ་བོ་ཆགས་ཀྱི་རེད་ད། ངས་རྒད་པོ་གི་དྲང་པོ་དྲང་བཞག་ཞུ་གི་ཡོད།

འོ་བསྟན་ཡོང་ལ། ཐུགས་ལ་བཞག་རོགས་ཞེས་ངས་ཁྱེད་རང་ལ་དམའ་འབེབས་དང་གང་ཡང་ཞུ་གི་མེད་ད་ལྟ་བར་དུ་ཁྱེད་རང་ལ་གུས་བརྩེ་ཡོད། རྒྱ་གཞན་ཅན་གྱི། རྒྱ་གཞན་ཅན་གྱི། བུད་མེད་ཅིག། དངོས་གནས་དྲང་ན་ཧང་སང་ཡང་ག་ལ་བཞག་ཡོད་དེ། ད་ད་ལྟ་སྐད་ཤ་བཤད་སྟངས་དེ། ཁ་དོན་ཚིག་ལ་གནས་གི་རེད་དཱ། འོ་དེ་ཅིག། ཞུ་ཡ་ཡིན། ད། ཞེས་པ་དེ། དྲང་བདེན་ལགས་ཀྱིས་དཔེ་ཆ་བཏང་ཤ་ཡིན་ཟེར།

དྲང་བདེན་ལགས་ཀྱི་དཔེ་ཆ་གཅིག་གཅིག་ལ་བཏང་ཤོག་ཡོད་གཉིས་གཉིས་ལ་བཏང་ཤོག་ཡོད་ངའི་ཚོགས་པ་དང་པོ་བཙུགས་ང་ཡིན་ཨ་ནི་ཚོགས་མི་རྒྱག་སྲིད་ཀྱི་ཡོད་ཚོགས་པ་དེ་དྲང་བདེན་ལགས་ལ་དབང་གི་ཡོད་ན་ཨ་ནི་དྲང་བདེན་ལགས་ཁྱེད་རང་གི་དབང་དུ་རེད་ངོ་སོབ་ཤེས་རིག་མི་མང་སྤྱན་ཡིན་དེ་དད་དགའ་ཟེར་མཛོད་ཡིན་གྱི་རེད་ཨ་ནི་བདག་དབང་དེ་ཁྱེད་རིག་ཡོད་ཀྱིས་ཁྱེད་རང་གི་ཐག་གཅོད་བྱེད་དགོས་ཡ་གཅིག་རེད་མ་གཏོགས་མི་མང་བཅུ་ཧྲི་བཅུ་གསུམ་ཚོགས་པ་གི་འགྲོ་སྟངས་ཤེས་སྲིད་ན་ཚོགས་པ་དང་པོ་བཙུགས་གི་རེད་ཚོགས་གཙོ་ཚོགས་ཆེན་ཕུལ་འགྲོ་དགོས་རེད་བསྙེན་པ་བཙུགས་དགོས་རེད་བསྙེན་པ་གི་རྒྱུན་ལས་སླ་ཡིན་དགོས་རེད་གསོན་པ་བཙུགས་དགོས་རེད་གསོན་པ་གི་རྒྱུན་ལས་སླ་བ་རེད་བྱ་བ་བཙུགས་དགོས་རེད་བྱ་བ་གི་རྒྱུན་ལས་རིམ་གྱིས་འགྲོ་དགོས་ཏེ། མི་དྲང་པོ་མ་བྱུང་ན་ངོ་སོ་དྲང་པོ་དེ་དགོངས་པ། དྲང་པོ་དེ་གཏན་དང་ལ་བྱ་ནས་རྫུན་མ་དེ་དགོངས་པ་ཆོས་དགོས་དགོས་རེད། ཨ་ནི་ཚད་ལྡན་པོ་ཚོ་དགོངས་པ་ཆོས་ཡ་ཕར་བཞག། ཨ་ནི་མི་ལ་སྐྱེལ་འདྲེན་བྱེད་ང་ལ་དམའ་འབེབས་བཏང། ཞུ་བ་གཅིག། བྱས་ཟིན་ན་ང་ལ་དམའ་འབེབས་གང་ཡང་བཏང་ཐུབ་གི་མ་རེད་སེང། རྒད་པོ། མི་ཚེ་དེ། བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལ། ལན་གཉིས་གར་རོགས་གཅིག་གི་ཐུགས་སུ་གནས། སྲོག་བློས་བཏང་བཞིན་གྱི་རྒད་པོ་ཁྱོད་རེད་འདོད། དེ་ལ་ད་ལྟ་ཁྱོད་རང་གི་དམའ་འབེབས་བཏང་ཕྱིས་བྱས་ཟིན་ན་ཁྱེད་རང་མ་དཀོན་པ་ལ་ཐན་ཡག་རེད་མ་གསུངས་ད་ང་ལ་གང་ཡང་གནོད་གི་མ་རེད་ཞུ་ཡག་ཡིན། དེ་འདྲ་ཡིན་ས་དེ་ཁྱེད་རང་གི་ད་ལྟ་དེ་དབུས་ས་གཉན་གྱི

ཁྱེད་རང་ཚོས་ང་ལ་དངོས་གནས་བཤད་ཟིན་ན་སྐད་ཆ་ཡག་པོ་བཤད་དགོས་རེད། འོ་ཁྱེད་རང་ཚོས་མིང་རྒྱལ་པོ་གྱི་བློ་རོགས་གནང་དེ་བཤད་ཞོར་གཙུག་ན་ངོས་དངུལ་བཤད་ཚར་རྒྱབ་སྐྱོར་ཡོད་འགྲོ་སོང་གཏོང་གི་འགན་མགོ་བོ་དཔུང་འདེགས་བྱེད་གི་ཡིན་ཟེར་མ་དེ་ཁ་ནང་ཉན་གྱི་པར་བདུན་བཤད་ཀྱི་ཡོད་མ་རེད་དེ་བརྒྱད་ཡོད་མ་རེད་དེ་བཤད་དེ་འགྲོ་སོང་གཏོང་ཐོག་གི་མེད་ན་ཡང་རྒྱབ་སྐྱོར་བྱེད་གི་ཡིན་ཟེར་ན་རྣམ་པ་དེ་འདྲས་ཀྱིས་བཏོན་ན་གཞི་རིམ་མི་མང་གི་ཚོགས་གཙོ་གི་མིང་ཤར་གི་རྒྱན་ནོར་གི་རྒྱན། ཐོ་ཚོགས་ཀྱི་ལྗིད་གོག་ཅིག་ལ་ཁྱོད་དེ་ལས་མ་སོང། རྒྱ་སྐྱོགས་ཡག་མེད་པད་ཤ་ཡག་བཏང་གི་མེད། ཨ་ནི་གར་ཟེར། སོ་སོ་སྒེར་གྱི་ཐོག་ལ་བྱས་པ་ཡིན་ཟེར་ན། ཨ་དེ་ལ་རྒྱབ་སྐྱོར་ཟེར་སོ་སོ་སྒེར་གྱི་ཐོག་ཏུ་བོད་གཞུང་ལ་ངོ་རྒོལ་རྒྱག་གི་མ་རེད་བ་ཡང། སྐད་ཆ་ཆོ་མེད་རྒྱོ་ཆེ་དྭང་བླངས་ཡང་དཀྲོག་རྐྱེན་བྱས་ནས་ད་ལྟ་ཁྱེད་རང་གི་དྲ་རྒྱ་མང་པོ་ཅིག་བསྐྱར་བཤད་དུ་ངས་དུ་སོ་ལྟ་ཡིན་ད་དོན་དག་སྙན་པོ་ཁྱོད་ཀྱིས་ཁྱེར་ཏེ་ཏེ་ནོར་སྒོར་མོ་དེ་རྒྱལ་པོ་འཇམ་དབྱངས་བསྟན་འཛིན་གྱི་མི་སེར་ཧྲིལ་པོ་དེ་བོད་བསྟན་པ་ཆབ་སྲིད་ལ་ཕྱག་ལས་གནང་འདུག་མི་དེས་ལས་ཀ་ཆེ་ཕྲ་ཆུང་ཚུལ་གང་བྱས་པ་དེ་ཨ་ནེ་ཁྱེད་རང་གི་རྒྱ་མི་ནང་བཞིན་མེད་པ་བཟོ་ཡག་གི་རྩིས་རྒྱག་གི་འདུག་དེ་ངོ་སོ་ད་སྔ་མི་མང་ལིང་གི་ཚོགས་པ་མེད་པ་བཟོ་ཐོབ་གི་འོ་མ་རེད་ད་རྒྱ་དྲ་ཕུ་དྲ་གྲགས་ཚར་སོང་ཨ་མི་སློབ་སྦྱོང་ཡོང་མཁན་ཁྱེད་དང་ཕོག་པ་གི་ས་སུ་ཁྱེད་རང་སུ་ལིང་གི་འགྲོ་ན་ཡག་པོ་རེད་མ་འགྲོ་ན་གང་ཡང་ཡོད་མ་རེད་ཁྱེད་རང་སུ་ཞལ་གྱིས་བཞག་སོང་རྒྱུ་མཚན།

ཚན་རིག་སྲིད་ཚབ་ལ་མ་དགའ་བ་དང་མ་མཐང་བ་གང་ཡང་མེད་དང་མངའ་བརྙེས་དང་གུས་གང་ཡང་མེད། ཞེས་ལུགས་ཤིག་འདུག་དེ་འདྲ་བྱས་ཡོང་ཚེ་དེ་ཤེས་རིག་མི་མང་དེ་འགོ་ཁྲིད་ཐོག་ཚང་མི་འདུག་ཟེར་ནས་སེམས་ཀྱི་སྙིང་གི་ནང་ལ་ཚོར་སྣང་དེ་འདྲ་ཞིག་སྐྱེས་སོང་དེ་འདྲ་ཡིན་ཚ་དེ་ཤེས་རིག་མི་མང་ཚང་མ་མགོ་རྨོངས་དུ་ཡོད་རྒྱུ་མ་རེད་ད་རྨོངས་ན་ཡིན་ན་ད་ཚ་བ་རེད་ད་ལྟ་བར་དུ་སྤྱང་དགོན་རིན་པོ་ཆེ་གི་མི་ལོ་བཅུ་དྲུག་ནས་སོང་སྟེ་མགོ་ཁྲིད་ནས་ད་ལྟ་གཞུང་ས་ཚ་ཐག་ཚོ་ཆེན་མོ་དེ་ལྟ་གཏོར་བརླག་ག་འདྲས་འགྲོ་གི་འདུག་ཟེར་ན་ད་ཁྱོད་རང་ཚོ་ཕར་ཚེ་ཚུར་ཚེ་དེ་ནས་མི། སེམས་ཤུགས་བསྐྱེད་དེ་ལྷ་ཚང་བཅས་རྒན་རྒོན་ཚོ་གི་མགོ་ཁྲིད་པ་དེ་དེ་ལ་ཁྱོད་རང་ཚོ་ངོ་རྒོལ་རྒྱག་ཤེས་ཟེར་ན་ད་རྒྱ་མི་གུང་ཁྲན་ལ་རྒོལ་ཡ་ཆགས་ཚར་རེད། གཞི་རིམ་མི་མང་གི་རྒྱན་ཕར་བཞག་ཤོག། རྒུད་པ་རྒྱུ་མཚན་གང་ཡང་མེད་པར་ཆགས་འགྲོ་གི་ཡོད་རེད་ད་དེ་གཞི་རིམ་མི་མང་བསམ་ཡོད་ཚང་མ་ཐུགས་སེམས་གནང་ངོ་སོ། ལེགས་པའི་ཉེས་འགོག་བཤད་དགོས་རེད། ཡར་བ་དེ་ཚེ་ལས་བསྡུ་བ་དེ་ཕར་དོགས་ནས་ངོ་སོ་ཚོགས་དཔག་གི་འགོ་ཁྲིད་སུ་ཡིན་ན་སྲིད་ཀྱི་གནས་ཚུལ་གྱི་ལྷག་གོ་དོ་ན་ཁུག་མ་དགོངས་པ་ཆོས་སྐྱིད་དགོས་རེད་ངོ་སོ་མི་བཟད་ཁུག་ཡོག་མ་རེད་ངོ་སོ་མི་མི་མགོ་བཞི་བརྒྱ་ཟེར་གྱི་འདུག་བ་དེ་རྣམས་ལ་ཚོགས་གཙོ་ཚོགས་ཆུང་བསྐྱུད་ཆོག་གི་རེད་མང་ཚོགས་འགྲོ་སྟངས་རེད་མང་ཚོགས་དབང་བའི་ལམ་ལུགས་རེད་ད་ཁོ་སོགས་ཀྱི་བྱེད་སྟངས་དེ་ལ་བལྟས་ན་རྒྱ་སྐྱེད་རི་ལུགས་བྱེད་ཀྱི་འདུག་བ་དེ་མ་གཏོགས་བྱེད་ཆོག་གི་མ་རེད་དེ་མ་བྱས་ན་སྤུད་དགོས་ཡིན་དེ་མེད་ན་གནས་དབྱུང་བཏང་གི་ཡིན་སེམས་ཁྱེད་རིགས་མི་མང་ནང་མང་པོ་སྤུས་སོ། ཁོ་ཚོ་དངོས་གནས་བྱས་ན་ངས་སྤུས་རྒྱུ་ཡོད་མ་རེད། ཁོ་གོ་གོན་ལོག་སོགས་རྒྱབ་ནས་ཁྱེད་རིགས་མི་མང་དང་རྒྱ་ཆེར་བཏང་ཤེས་ན། དེ་བོད་གཞུང་ལ་དངོས་གནས་མགོ་བོ་དཔུང་དུ་འཕེན་གི་ཡོད་མ་ད་ལྟ་ཚེ་བརྟན་ཕོ་ཚོ་ཁོག་གི་ཁ་བདེ་པོ་བཤད་ཡ་དེ་བཞིན་གྱི་བོད་གཞུང་ལ་འཕེན་གི་ཡོད་མ་རེད། ད་སྐད་ཆ་ལ་ཁྱེད་རང་ཚོ་སྐད་ཆ་ལ་བྲོ་བ་ལྟ་དང། ད་མ་འོངས་པ་ཉིན་ཐོག་བཅུ་དྲུག་ལ་ཨ་ནེ། སྐྱོད་མཐུད་སླད་ཡོང་དགོས་རེད་དེ་ནས་ཁོང་ཚོ་འགྲིག་མ་སོང་ནས་ངོ་སོ་ལེན་གི་པར་གི་ཡིན་ཟེར་ད་སྐྱོན་བརྡ་དགོས་པ་ལ་པར་གི་ཡིན་ཟེར་བ་དེ་ག་པར་ཆགས་ཟེར་འོ་དེ་ཤེས་རིང་མི་མང་གཞོན་སྐྱེས་རྒན་སོང་གི་བསམ་མནོ་བཏང་ནས་ལས་འགུལ་སྤར་དགོས་རེད་དམ། ངོ་སོ་ཚོགས་པ་བཙུགས་ཡུལ་དེ་ལས་འགུལ་གི་ཆེད་དུ་བཙུགས་ཡོད་རེད། ངོ་སོ་རྒྱང་རིང་པོ་བསྡད་ཡག་གི་ཚོགས་པ་ཐོག་སོང་ལ་དམིགས་ཡུལ་དེ་རྐྱང་ཡོད་མ་རེད་ངོ་སོ་ཁ་ཐུག་ལ་བོད་གཞུང་མང་གཉེན་སྒྲིག་གི་གྲི་གཙུག་ཏུ་བསྟན་ལིང་བ་ན་གྲི་གཙུག་ཏུ་བསྟན་པོ་ཧོ་ཡ་དང། སྤྱང་རྒོན་དོན་གྱི་བདག་པོ་གི། མཚན་ནི། མགོ་བོ་དཔུང་སྟེགས་བྱས་ཡ་དེ་སྙིང་གི་ཐོག་ལ་ང་ཚོ་གཙུག་གཡོག་པ་ཚོགས་པ་དེ། འོ་དེ་གི་ལང་ཀྱོག་འགྲོ་དགོས་རེད་དེ་རིང་ངས་ཤེས་རིག་མི་མང། ཚོགས་མང་ནང་ལ་མ་ཞུགས་པའི་རྒྱུ་མཚན་ག་རེ་དང་ཚོགས་མང་ནང་ཐུག་ཡོད་མ་རེད་དེ་ཐུག་ས་དེ་གནག་ཡོད་ས་འབུག་གཙུག་ཡ་དེ་ཚ་བརྟན་ཕོ་ཚོགས་ལ་དང་ཚེ་རིང་སྲས་ཐ། དྲང་བདེན་ལ། བསྟན་ཡོང་ལ་ཁོས་བྱེད་དོན་ལ་ཆགས་ཡོད་འདུག་ད་སྔ་བར་དུ་འགོ་ཁྲིད་ཡག་པོ་བྱས་ཡོད་མི་མང་གི་ཆགས་རབ་ཤ་བར་གྲུ་འདེགས་བྱས་ཡོད་ད་དངོས་སུ་ག་བ་ཆགས་རེད་འོ་དེ་བྱས་དེ་བྱས་རིང་མི་མང་བརྟན་ལྷིང་བསྡད་ཡག་ལ་བྱས་རིང་མི་མང་ཚང་མ་ས་ནག་བཏང་ནས་ད་དངོས་སུ་བྱེད་དགོས་ཡག་གི་དུས་ཚོད་སླེབས་དོད་ཡོད་རེད་ཤོད་ཡག་ཡིན་ང་ངས་ད་རིང་གང་ལ་ཤོད་ཐུབ་པ་རེད། སྒྲ་ཚང་མ་ལོང་ཡོང་གི་འདུག་དེ་ག་ནས་ངོ་སོ་ལོང་རེ་བྱེད་དེ་ན་འགྲིག་གི་ཡོད་མ་རེད་དངོས་གནས་བཤད་ན་ངའི་དྲ་ཐོག་ལ་བཤད་དགོས་ཡ་ཁོ་རོ་སོ་སོ་སྐྱོ་རེད་ཨ་ནི་ངས་བཤད་དགོས་རེད་དེ་མ་ཐོ་དང་ངས་ཁོ་ཚོ་ལ་གཏིང་ནས་བཤད་ནས་གང་ཡང་བྱེད་འོས་མེད་ང་དྲང་པོ་དྲང་བཞག་བྱོས་ཡ་ཡིན་དེ་འདྲ་ཡིན་ས་དེ་བསྟན་ཡོན་ལགས་གིས་མ་འོངས་པ་གི་ཨ་ནི་གཞི་རིམ་མི་མང་གི་དཔེ་ཆ་དེ་ཨ་ནི་བརྟན་པོ་བྱོས་མོད་རྗེས་ཀྱི་ཉམས་མེད་པར་བརྟན་པོ་བྱོས་བཅུག་ཤེས་ས་ནི་ག་པར་བཅུག་ཡོད་ན་འབེན་དང་ག་རེ་བཅུག་ཡོད་ས་ན་འོ་གསལ་བཤད་བྱེད་དགོས་ཡ་ཡོང་གི་རེད་བྱོས་ཡ་ཡིན།

མོས་པ་སྙམ་དཔུང་གཞན་མ་བཤད་པ་ཡིན་ན། མཐའ་མ་དེ་ཨ་ནི་མི་ནག་ནང་ལ་འགྲོ་ཡ་ཉག་གཅིག་རེད་གསུངས་སོང་ཨ། དེ་འགྲོ་ཡ་ཉག་གཅིག་གར་སོང་ད་ལྟ་སྤྱང་ཀུ་རིན་པོ་ཆེ་སྐུ་འཚོ་བཞུགས་འདུག་ཨ། སྐུ་མདུན་ལ་བདེ་པོ་ཅིག་བཞག་གི་མི་འདུག་ཨ། ད་གཟའ་ཚེས་རབ་སྨད་ནས་ཡིན་ན་ག་རེ་ཡིན་ན་གཅིག་ས་ནས་ཁ་བདེ་པོ་གཅིག་གིས་ཡང་དོ་ཇག་གི་སྨྱོ་ལུམ་ཅིག་ཡར་ལྷང་འདུག་གི་འདུག་ཨ། དེ་ལ་ད་ལྟ་ཁ་གཏད་བཅག་མཁན། རྡོ་རྗེ་ཐོགས་མེད་ལགས་ཀྱིས་གནང་རྒྱུ་ཡོད་རེད། དོ་རྒྱ་ཚོགས་པ་ཤུགས་ཆེར་ལོང་ཡག་དེ་ག་རེ་རེད་ཟེར་ད་ན་ཀུན་འདུས་ཀྱིས་རྡོག་རྡོག་ཁ་ཤས་གསུངས་ཡོད་རེད། སྤྱང་རྒོན་སྐུ་མཁྲིས་བཅོ་ལྔ་པ་དེ་ཡང་སྲིད་དེ་བོད་མི་མང་དང་བླ་སྤྲུལ་ཁག་ཨ་ནི་ངས་ཐག་བཅད་ཀྱི་རེད་གསུངས་ཡག་དེ་རྒྱ་མི་སྙིང་ལ་གནོད་རེད་གཉིད་མ་ཆོད་པ་ཆགས་དུས་ཡོད་རེད་གཅིག་དེ་རེད། གཉིས། ངས་བོད་མི་ས་ཡ་ད་དེ་རེད། བོད་མི་ས་ཡ་དྲུག་ཟ་ན་ཞེ་དགར་བཤད་ཆོག་གི་རེད་དེ་ལ་ལྟ་གི་རེད་མ་གཏོགས་དོ་རྒྱ་ཚོགས་པ་ཆུང་ཆུང་གཅིག་ལ་ངས་བཏང་ན་བློས་བཏང་གི་མ་རེད་ད། ཨ་དོ་རྒྱ་ཚོགས་པ་ལ་ངས་བློས་བཏང་གི་རེད་ད་སོང་ཨ་ད་གསལ་པོ་གསག་རྐྱང་སོང་ཡོད་རེད། ཨོ་དེ་འདྲའི་ཁ་ལ་ཁོ་ཚོ་ནི་མི་ཆགས་ནས་ད་ཁོ་ཚོ་མཐའ་ཤི་ཡོད་དགུ་རྩུབ་རྩུབ་བྱས་འདུག་གི་ལ་ངོ་སོ་གནས་ཚུལ་དེ་འདྲའི

མིས་སྨྲས་པ་ཐ་མ་ཕར་བསྐྱུར་བ་མེད་ཚུལ་ལས་ཀླད་པོ་མི་ཀླད་པོ་ལུང་ཐག་ཆད་ཡ་ཟོ་ས་རེད་ད་ཞུ་ཡ་ཨ་ངས་དེ་རིང་མཚམས་དེ་ག་རང་བཞག་གི་ཡིན་ཨ་ཚེ་དོན་ཕོ་ཚོང་ནི་མ་ཆག་ན་ཨ་ང་རང་ད་ལྟ་བསྡད་ཞོ་ཡོད་རེད་ང་ཤོད་མེད་ན་མེད་ཨ་ཧྲི་ཏག་ཏག་ཡོད་ངོ་གཉིས་ཀ་མི་ཞུ་གོ་ཨ་ད་གཟོད་དེ་ཚེ་རིང་སྲིད་ཐག་གིས་ང་དང་བཤད་དགོས་ཀྱི་ཡོད་ཟེར་ན་ག་རེ་བཤད་ཡ་ཡོད་ཟེར་ན་ཚེ་རིང་སྲིད་ཐག་གསུང་རོགས་གནང་ངས་ཁྱེད་རང་ལ་གཏོར་མ་རེ་རེ་ལ་མ་འཇལ་རེ་རེ་དང་ཀ་བ་རེ་ལ་ཀ་བརྒྱད་རེ་ངས་རྒྱག་གི་རེད་ཁྱོད་རང་གཞོམ་པ་དེ་གཞོམ་པ་རེད་མོད། གཞན་ང་ཁྱོད་ལ་གང་ཡང་བཤད་ཡ་མེད། ང་སྔོན་མ་སྔ་རྒྱུད་སྟག་ཉིད་ཁྱེད་ལ་རྒྱུས་མེད། ང་ཚོ་ཁྱེད་རིང་མི་མང། གཅིག་ཏུ་བསྡུས་ཡ་གཅིག་གི་མི་གཅིག་ཡིན་བསམ་ནས་སེམས་ནོར་དེ་ཡིན་ད་ཁྱོད་ཚོ་དེ་འདྲའི་རེད་མི་འདུག། ཁྱེད་རང་ཚོ་སེམས་ནང་ལ་གཅིག་བཤད། ཁ་ནས་གཅིག་བཤད། ཁོག་ལ་གཅིག་བཅང་ནས་མི་མང། མགོ་དམངས་སུ་བཅུག་ཡ་ལྟོག་ཤི་བཏང་ཡ་རེད་དེ་ཤ་དེ་ང་ནང་ཡང་ནས་ཆོག་ས་མ་རེད། དེ་ཡིན་ས་དེ་གཞན་རིང་མི་མང་ཚང་མ་བློ་བདེ་པོ་བྱེད། ངོ་སོ་ཚོགས་པ་ཡར་རྒྱས་གཏང་གི་རེད་ད་རྒན་གོག་སོང་གི་དཔའ་ཞབས་མ་སྟོད་བཀའ་བཅུ་བསྙེན། དབུས། དགའ་ལྡན་ཕོ་བྲང་ནས་ཚང་མ་མཁྱེན་གི་ཡོད་རྣམ་པ་ཚོ་ཐུགས་ལྷོད་ལྷོད་གནང་རོགས་ཞེས་ངོ་སོ་གཏོགས་ཤིག་གཏང་མཁན་གང་ཡང་མ་རེད་གཞི་རིམ་མི་མང་གི་རྒྱན་ཆ་དེ་རེད་རྣམ་པ་ཚོ་ཉི་མ་མེད་དུས་ཆར་པ་ཆུ་གྲོགས་ཀྱིས་གནང་པ་ཡིན་སྲིད་ན། ངོ་སོ་གི་རྒྱན་ཆ་དེ་ཡོད་རེད། དགྲ་བོ་ཚང་མ། སྙིང་ནག་དེ་བོ་ཆ་དེ་མི་དགོས་དུས་ངོ་སོ་གཞི་རིམ་མི་མང་འགོ་ཁྲིད་སོང་ཨ་ནི་ངོ་སོ་ལ་མིར་འཕྲོ་དོག་བྱེད་དགོས་ཀྱི་མི་འདུག་བ་ཡ། ཚེ་རིང་བོ་སོགས་དངོས་གནས་དྲ་གནས་མི་གཅིག་ཡིན་ཟེར་ན། ད་འཇམ་དབྱངས་ལ་ཁྱོད་ཚོ་གཙུག་བཤད་བྱེད་ཟེར་ན། རྒན་གོག་སོགས་ཀྱི་སྐྱུག་བུ་ནང་སོ་བྱེད་རིན་མི་སྨྲ་དེ། ཡིན་དང་ཡིན་རྒྱབ་སྐྱོར་བྱེད་ཀྱི་ཡིན་དྭ་ཟེར། དཔའ་མཆོག་གི་རྒྱལ་གཅེས་མ་བཤད་ན། མཚན་གྱི་སྟེང་ལ་རྒྱབ་སྐྱོར་ཡོད་དྭ་ཟེར་ཟེར་ན། ཁོ། ཚོ་ཚོགས་ཀྱི་མིང་དང་དོན་མཚུངས་དུས། དེ་རྒྱབ་སྐྱོར་མི་དགོས་ངོ་རྒོལ་ཡོད་ཟེར་ན། ཨ་རྣམ་པ་སོགས་ཟིག་དྭ་ཡ། ཨ་ནི་ད། ཚེ་ལ་ཁྱེད་རང་སོང། ངོ་རྒོལ་ཐོག་ཟེར་ནས་ལས་འགུལ་སྤར་གྱི་ཡིན་པ། ད་ཆོས་ལུགས་སྤྱོད་ཐུས་དེ་མི་དགོས་ཟེར་ཡ་དེ་དེ་ངོ་སོང། མི་དགོ་སྟོང་ལྷག་ཟེར་གི་ཆགས་འདུག་བ། ད་མི་ཐུས་ནས། དེའི་ཐོག་ལ་གནས་གི་ཡིན་ན་ཚེ་རིང་སྲིད་ཐག་གི་གསུངས་མྱོང་རེད། གལ་སྲིད་དེ། ཡིན་ང་གཉེན་ཐོག་གི་ཁོ་ཚོ་གི་མ་ཉོས་པ་ཡིན་ཟེར་ན། ཨ་ནི་ཁྲིམས་ལ་གཏུགས་གི་ཡིན་ཟེར་ད་ཁྲིམས་གཏུགས་ས་ཡོད་རེད། ཨ་རྣམ་པ་སོགས་ཐུགས་ལ་བཞག་མ་ཟེར་ངོ་སོང་ལས་འགུལ་མ་སྤར་ན་ཚོགས་པ་གཟིགས་མཁན་དྲག་པོ་ཆགས་གི་རེད་དང། འོ་དེ་ངན་པ་བླ་སྲོག་ཡིན་ན་རེད། དོ་རྒྱ་ཚོགས་པ་ཡིན་ན་རེད་ངོ་སོ་ཚོགས་པ་འདི་ནང་ཡང་ཞིག་ཐོབ་གི་མ་རེད་ཞུ་ཡ་དེ་དགོས་པ་འཇའ་ཡང་བསྟན་འཛིན་གི་གུས་བརྟད་དང་སྐྱིད་པོ་གི་གཞི་རིམ་མི་མང་ཡོངས་ལ་ངས་བསམ་ཚུལ་བདེན་པ་བདེན་ཐོག་བཤད་ཡོད་ཞུ་ཡ་ཡང་ཐུགས་རྗེ་ཆེ།